རྒྱབ་ལ་ཡ། ཁྱེད་རང་གི་གནས་འགའ་རུ་ཅི་ལྟར་དོན་དག་རུ་གར་གོ་བ་རྒྱབ་འགྲིག་གི་ཡོད་རེད། ད་འདི་བོད་ཀྱི་ད་སྙིང་ནོར་ཟེར་ཡ་ར་བུ་ཅིག་ད་སོ་སོ་བོད་པ་ཡིན་པའི་ཆ་ནས་བོད་པའི་ངོ་བོ་སྟོན་ཡ་དེ་གཙོ་བོ་ཅིག་འདུག་ཞེས་ཆགས་བསྡད་གི་ཡོད་རེད། ཨ་ནི Sky Door ཟེར་ཡ་དེ་ད་ང་ཚོའི་གི་གནམ་གི་རྒྱལ་བོ་ཟེར་ད་དེའི་ནང་ལ་ཡ་ནི་ཅིག་གི་ཡང་སྙིང་ཅིག་གར་སུ་བོ་རེད་ད་དངོས་རིགས་རིགས་གང་བྱུང་བཙོང་ཆོག་ཡ་གི་དེ་འདྲས་གི་ད་བྲེད་ཤ་ར་བུ་ཅིག་རེད་ཤོབ་བསམ་གི་འདུག། ལོ་ལོ་སུ་ད་ལྟ་རྣམ་པ་ཚོས་ཀྱི་གསུང་ཁང་དེའི་ནང་ལ་ཡར་ས་ཅིག་བཅའ་བཅའ་དངོས་སྣ་མའི་སྣ་ཚོགས་ཀྱི་བཙོང་གནང་གི་ཡོད་རེད་དེ་ནས་ད་ལྟ་ས་པ་ནག་ལས་ཁོད་ཡ་བྱས་པའི་ནང་ཨ་ནི་ཅིག་ད་དངོས་ཟོག་མང་པོ་ཅིག་ནི་ད་བལ་ཡུལ་དང་རྒྱ་གར་དང་དར་ནས་བཞིན་པ་ཨ་ནི་ཅིག་གི་འབྲུག་ཡུལ་ལ་སོགས་པ་ནང་ལ་ཡར་ཅིག་བལ་བལ་གྱི་ད་ཅིག་གི་རིག་རྩལ་ལྡན་པའི་བལ་པོ་ཚོས་ཀྱི་ཟོས་བཞག་པའི་ཅ་ལག་བཞིན་པ་འདྲ་དེ་དེ་ཡིས་ག་རེ་ཟེར་ན་ད་སྤྱི་ཚང་ཚོང་ཁང་ནང་ལ་ཅ་ལག་ད་གྲ་མང་འདྲ་ཞིབ་བཙོང་ཡ་ཡོད་གི་ལ་བལ་པོ་དཔེར་ན་ཅིག་ཨ་མི་རི་ཀ་ནང་བལ་པོ་ཁ་ཤས་ཀྱིས་ཨ་ནི་ཅིག་གི་ཧོང་ཀོང་དང་དུ་བར་ཅིག་གི

ད་རྒྱ་ནག་ནས་ཐོན་རྒྱལ་ཁབ་ཀྱི་ཅི་ལྕང་རྐྱང་རྐྱང་རེད་ད་འདི་ཐོག་མ་ནས་ཅིག་སོ་སོ་གི་ཅིག་ཉོ་མ་དགོས་བའི་ཐབས་ལམ་ར་བ་ཅིག་ཞིབ་བྱེད་བྱས་པ་རེད་ད་ཡིན་པ་ཡིན་ནི་ཁོ་དཔལ་འབྱོར་གི་འགྱུར་བ་ཅིག་འགྲོ་བཞག་དུས་གང་ལ་ཡ་སྐབས་སྐབས་ལ་ཡ་ཅིག་བྱ་ལ་འདི་སྐད་དེ་མཁོ་སྒྲུབ་མ་བྱས་ན་འགྲིག་ཐབས་མེད་པ་ར་བ་ཆགས་བསྡད་ཡོད་ད་ཡིན་མེད་ཡིན་པ་ཡིན་ན་ཡང་ང་རང་གི་ཚོང་ཁང་ནང་ལ་ཡ་ད་མང་ཆེ་བ་ཅིག

བལ་ཡུལ་དང་རྒྱ་གར་ནང་ལ་ཡོད་མཁན་བལ་པོ་ཚོ་ལྷག་པར་དུ་བལ་དངོས་ཟོག་སྡེ་དགེ་གི་ད་གཟོད་དགོན་གྱི་ལག་ཤེས་ཀྱི་ཡོད་པའི་བལ་པོ་སྡེ་དགེ་ལས་ཕ་གཅིག་གི་ཐུགས་ཕན་གསོས་ཀྱི་ཡོད་རེད།
ལ་རེད་ད་ཕ་གི་སྟང་གི་ནས་བཟུང་བ་གཅིག་གི་ད་ང་རང་ཚོ་བཅས་ཕྱིའི་མི་ལ་ཡ་ད་སྡེ་དགེ་འདི་གང་ད་རེད་མ་དགོས་པ་ཐོག་ནས་ད་ང་རང་ཚོ་སྤྱི་ཚོགས་ཀྱི་ནང་ལ་ཡ་བོད། རྒྱ་གར་རེད་བལ་ཡུལ་རེད་འདི་ཚོ་ལས་ཡག་དཔེར་ན་ལྕགས་ལག་བཏང་མཁན་གྱི་ཡིན་པ་ཡིན་ནའི་ད་བོད་པའི་གི་ངོ་བོ་ལྟ་མཐོང་ནས་བཏང་ཡོང་དུས་བོད་པ་སོ་སོ་ལས་ཡིན་པ་ཡིན་ནའི་ཕ་གས་བཏང་མཁན་ཚོ་ལས་ཡག་ཅིག་ཁེ་བན་ག་ལ་གང་འཚམ་ཅིག་རག་གི་རོག་རེད་ད་ག་ནང་བཞིན་གི་རྩ་རག་མཁོ་སྒྲུབ་བྱེད་དུས་གང་ལ་ཡིན་ནའི་བོད་པ་ལ་ཡོད་བསྡད་པའི་ལྕགས་ལག་དེ་བོད་པ་རང་ནས་ཉོས་བསྡད་པ་འདུག་ཤ་སྟག་ཡིན་ཤོད་ཡིན། ལོ་ལ་སོ་ལྟ་ན་ཁེ་སར་ཨ་སྟོན་པ་ན་ཨ་མི་རི་ཀའི་གི་ད་གཅིག་གི་ཁྱོད་ལས་ཡག་ལེ་བར་ཏེ་ཟེར་གྱི་རོ་ངས་ཚོའི་མི་མང་གི་དུས་ཆེན་ཁྱེར་བ་རེད་ཅེ་ད་ཨ་མེ་ནེ་པོ་ལེ་སི་ཁུལ་ལི་ཨ་ད་ཅི་འདྲའི་ཡ་བེ་ས་ནས་མི་མི་རེད་བོད་མི་རེད་ཨ་ད་ནས་བྱུང་ཨ་མི་རི་ཀའོ་ཚོ་གི་ད་དུས་ཆེན་དེ་སྲུང་བརྩི་ཞུ་བའི་སྐབས་ལ་ཡ་བེ་ན་ཐུབ་བསྟན་ད་ར་ལགས་ཀྱིས་ཚོང་ཁང་གི་བརྒྱུད་ནས་ཕེ་གི་ཡ་འགྲེམས་སྟེང་རུ་ཞིག་གར་གནང་ཐོས་ཡིན་ན།
ད་དེ་སྔ་ལྟས་ཀྱི་ད་ག་རེ་སུ་གུ་རེ་ད་ཨིན་ཇི་ཐོ་ལེ་ཞུ་བ་ཡིན་ན། མི་ནི་སུ་ཏྲ State Fair ད་སྔ་ལྟས་ཀྱི་མེ་ལ་ཆེ་ཤོས་ཅིག་རེད་ད་དེའི་ནང་ལ་ཡ་ལོ་ད་རེ་ཞིག་ཕལ་ཆེན་མི་ས་ཡ་གཉིད་མ་སེམས་ཀྱི་ཆ་ཅན་ཡོང་བསྡད་ཀྱི་ཡོད་རེད་ཉི་མ་རེ་ལ་ཡ། འདི་འདྲ་ཡིན་པ་ཡིན་ཙང་ང་རང་གིས་དེ་ད་ཕལ་ཆེར་དགུ་བཅུ་གོ་གཅིག་ནས་དེའི་ནང་ལ་ཡ་མཉམ་ཞུགས་བྱས་རྗེས་གཙོ་བོ་དེ་ད་ལྕགས་ལ་བཙོང་ཡ་རང་རེད་ཡིན་པ་ཡིན་ནའི་དེའི་ནང་ལ་ཡ་བོད་པའི་ཐུན་མོང་མ་ཡིན་པའི་ལྕགས་ལ་བལྟས་བལྟས་ཚེ་ད་ད་ག་ནང་བཞིན་རྒྱ་གར་ནས་མཁོ་སྒྲུབ་བྱས་པའི་ལྕགས་ལ་དུས་སུ་བཙོང་བསྡད་ཀྱི་ཡོད་རེད་ཨ་ནི་དེའི་སྐབས་ལ་ཡ་ད་ལྕགས་ལ་བཙོང་བའི་སྐབས་ལ་ཡ། ད་སྔ་མ་ཡིན་པ་ཡིན་ན་ད་ཅིག་གི་ལོ་དགུ་བཅུ་གོང་དུ་བ་ལ་ཡིན་པ་ཡིན་ན་ད། ཅིག་ཕྱི་རྒྱལ་མང་ཆེ་གཅིག་གིས་ད་སྐྱབས་མགོན་རིན་པོ་ཆེ་མཚན་ཐོས་པ་ཙམ་རེད་མ་གཏོགས་པའི་ཨ་ནི་ཅིག་གར་གསུག་པ་རེད་ད། བོད་པའི་གི་གནས་སྟངས་དང་བོད་པའི་རིག་གཞུང་ཟེར་ཡ་འདི་ཚོ་ཞེ་དྲག་ད། ཤེས་མཁན་འདི་ཉུང་ཉུང་ཞིབ་པོ་ཅིག་ཆགས་བསྡད་ཡོད་རེད་ད་ད་ལྟའི་ཆ་ལ་ཡ་སྐྱབས་མགོན་རིན་པོ་ཆེ་མཛད་འཕྲིན་ཞིབ་པོ་ཅིག་རྒྱས་ད་ག་ནང་བཞིན་གི་ད་ཕྱི་རྒྱལ་ཨ་རི་ནང་ལ་ཡིན་པ་ཡིན་ནི་ད་བོད་ལ་བོད་མི་ག་ལ་གང་ཟག་སླེ་ཡོང་དུས་གང་ལ་བོད་པའི་ཐོག་ལ་དོན་སྣང་ཆེ་གི་ནི་མང་དུ་ཡོང་དུས་ཨ་ནི་བོད་པའི་ལྕགས་ལ་དུ་བ་ལ་ཡ་ཁོ་རང་ཚོ་ཅིག་མཁོ་སྒྲུབ་བྱེད་མཁན་འདི་རྒྱ་འདི་ལ་ཡ་བོད་པའི་སྐོར་རེད་ད་ག་ནང་བཞིན་གྱི་ང་རང་ཚོ་སོ་སོ་ག་རེ་ཤེས་པ་འདི་རིག་གཞུང་རེད་འདི་ཚོ་གསལ་བསྒྲགས་བྱེད་ཡ་དེ་ཡག་པོ་རག་གི་འདུག་བསམ་གི་འདུག། ལོ་ལོ་སོགས་འདི་ཚགས་པར་ནང་ལ་ཡ་གནས་ཚུལ་ཡང་ཅིག་གྱི་སྙིང་རྗེ་པོ་ཅིག་ཁོའི་གཞི་བཟུང་བྱས་པས་ན་ཨ་ནི་ཐུབ་བསྟན་ཟླ་གྲགས་ལགས་ཀྱི་ད་ཡ་གཉིས་ཟིག་བྱས་ནས་ད་ཕི་གའི་ཅིག་ག་ཚོད་རེད་འགྲེམས་སྟོན་ལ་སོགས་པ་འདི་རེ་གནང་ཡ་ད་དེ་འདྲས་གནང་གི་ཡོད་པ་འདྲ་ཅག་ད་ཡ་གཏོང་ཚུལ་ཨ་ནི་ཅིག་ཕི་གའི་ད་མི་ནེ་པོ་ལེ་སི་ཁུལ་ལ་ཡ་ཅིག་འཚོ་སྐྱོང་རེ་གང་འདྲས་གནང་གི་ཡོད་རེད།
ད་དེ་འདིར་སྔ་མ་སྐྱབས་མགོན་རིན་པོ་ཆེ་དེ་འདྲ་མེད་ཡར་ལངས་ཐོག་མ་ཅིག་སྐུ་ཚུགས་བརྟག་དཔྱད་གནང་ག་ཕྱི་རྒྱུ་གནང་དུས་གང་ལ་ཡ་ད་རྐྱེན་ངན་གྲོགས་ཤ་རོགས་གཅིག་གི་ཨ་ནི་ངའི་ཚོང་ཁང་ནང་ལ་ཡ་དེ་འདྲ་ཕྱི་རྒྱལ་གྱི་ཡོང་བྱས་ཁོ་རང་ལ་ཡ་བོད་པའི་གཡག་ཕལ་ཆེན་སྐབས་དེ་ཁོས་སུམ་ཅུ་བཞི་ཡོད་རེད་ཟེར་གྱི་འདུག་ཨ་ནི་དེ་སྐབས་ལ་ཡ་ངའི་གཡག་དེ་ཚོ་ག་རེ་བྱེད་ཀྱི་ཡོད་རེད་ཟེར་སྐད་ཆ་དྲིས་པ་ཡིན་ཏེ་ཨ་ནི་གཡག་དེ་ཚོ

ད་ཕྱི་ལོ་ཉིས་སྟོང་གི་སྙན་ནས་རེབ་ཚེས་ནས་གང་ལྟར་ཨ་མི་རི་ཀའི་གཞུང་གིས་བོད་མི་སྟོང་ཕྲག་ཅིག་གིས་ད་ཨ་མི་རི་ཀའི་ནང་ལ་ཡ་ཅིག་ཞི་འབོད་བྱས་ཀྱི་དེ་མཐུན་རྐྱེན་ཅིག་ད་གནང་བ་རེད་བོད་པ་སྟོང་ཕྲག་མང་པོ་ཅིག་ཕི་གས་ཅིག་ད་མི་ནག་པོ་ལས་སུ་ཁུལ་ལ་ཡ་འདུག་ཟེར་བྱས་ཀྱི་ད་ཞི་འབོད་ཚུགས་པ་དེ་ཐོག་ལ་ཡ་ཆང་བཟི་བས་ད་དེའི་བག་ཆགས་རེ་ག་ཚོད་བཞག་ཞུ་དགོངས་དོན། ད་གཙོ་བོ་འདི་ནི་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་དང་ལྷག་པར་དུ་སྐབས་བདེ་ལེགས་ཀྱི་ཨ་ནེ་གཅིག་གིས་ང་རང་ཚོ་བོད་མི་སྒྲིག་འཛུགས་ཟེར་ན་འདྲ་ཨ་ནེ། གང་ལྟར་བོད་མི་སྒྲིག་འཛུགས་ཀྱི་ད་བར་གྱི་འགན་ཐུགས་ཁུར་ཆེན་པོ་བཞེས་པའི་སྐབས་བདེ་ལེགས་དང། ད་ནི་ང་རང་ཚོ་བཀའ་བློན་ཁྲི་ཟུར་བསྟན་འཛིན་རྣམ་རྒྱལ་ལགས་ལྷག་པར་དུ་ཐུགས་སྣང་ཆེན་པོ་ཞུ་ཞིག་ཞེས་བྱས་བྱས། དེའི་ཐོག་ལ་ཡང་འབད་བརྩོན་གནང་བྱས་ད་ག་ཚོད་ཀྱི་ཕ་ག་ནས་དེ་བྱུང་བ་ཡིན་ཚ་ད་དེའི་ལ་ཁར་སུ་གུ་རེ་རྒྱབ་ལྗོངས་དེའི་ཐོག་ནས་ཡང་ནི་སོ་སོ་བོད་པ་ཅིག་ཡིན་པའི་ཆ་ནས་ད་ས་གནས་དེའི་ནང་ལ་ཡང་བོད་པ་གླན་དགོས་ཀྱི་འདུག་བསམ་བསམ་གྱི་ད་སེམས་ཤུགས་ར་བོ་དེ་གཙོ་བོ་དེ་ད་བོད་མི་སྒྲིག་འཛུགས་དང་སྐྱབས་མགོན་རིན་པོ་ཆེ་བཀའ་དྲིན་གྱི་ཐོག་ནས་ཕེབས་པ་ཡིན་ཙང་ཨ་ནི་སོ་སོ་ཀྱི་ཧུར་ཐག་བ་ཐག་ར་བོ་ཞུས་བྱས་བྱས་ཨ་ནི་བོད་པ་ཚོ་མ་སླེབས་གོང་ལ་ཡང་ང་ཚོ་བོད་ཆེན་ཕྱི་རྒྱལ་མི་ད་བཞི་བརྒྱ་ལྷག་ཚོས་ཨ། དེའི་ཐོག་ལ་ཡང་ད་གར་སུ་གུ་རེད། ལས་ཀ་བཙལ་མཁན་རེད་ད་ག་ནང་བཞིན་གྱི་ཨ་ནི་སྦྱིན་བདག་རེད་ད་ག་ནང་བཞིན་གྱི་སྨན་པ་རེད་ད་ག་ནང་བཞིན་གྱི་ཨ་ནི་ཅིག་ཁྲིམས་ཁྲིམས་ཀྱི་ཐོག་ལ་ཡང་ད་ནང་མི་གདན་འདྲེན་གྱི་ཁྲིམས་ཀྱི་ཐོག་ལ་ལས་ཀ་བྱེད་མཁན་རེད། བདུན་ལྟའི་ཐོག་ལ་ཡང་ད་སོ་སོ་གྱི་ངོས་ནས་རྒྱལ་བ་རིན་པོ་ཆེ་ད་བོད་གཞུང་གི་ད་ག་ཟེ་གི་ཐུགས་ཁུར་བཞེས་པ་ཡིན་ཚ་སོ་སོ་གྱི་ཅིག་ས་གནས་འདི་ནང་ལ་སོ་སོ་བོད་པ་ཅིག་ཡིན་པའི་ཆ་ནས་མ་བྱས་ན་འགྲིག་ཐབས་མེད་པར་ཆགས་བྱས་བྱས